གཉིས་པ། མཚན་གཞི་དངོས་བཟུང་བ་ལ་མཚན་གཞི་ཐུགས་སྒོམ་སོགས་ལ་རྩོལ་བའོ་ཞེས་གསུངས་པ་རེད། འདིའི་སྐབས་སུ། ཚོགས་ལམ་ཟེར་ན་ག་རེ་རེད་ཟེར། དམིགས་སུ་བཀར་ནས་ངོས་བཟུང་ན་ག་རེ་རེད་ཟེར། འོ་དེ་བསྟན་གྱི་ཡོད་པ་རེད། ལམ་དེའི་མཚན་གཞི་ནི་རྒྱུད་སྨིན་པར་བྱེད་པ་སྟེ། དང་པོ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ནས་བཟུང་སྦྱོར་ལམ་དྲོད་ཀྱི་ཡེ་ཤེས་མ་སྐྱེས་བར་གྱི་ཐུགས་བསམ་སྒོམ་གསུམ་གྱིས་མཁྱེན་པ་དང་དེ་ལ་རྩོལ་བས་ལུས་ངག་གི་དགེ་སྦྱོར་སོགས་ཡིན་ནོ། མདོར་ན་ཚོགས་ལམ་ཟེར་ན་ག་རེ་རེད་ལབ་སྟེ་རྒྱུད་དུ་སྨིན་པར་བྱེད་པ་རེད། ངས་འདིར་སྒང་དུ་བཤད་པ་ནང་བཞིན་ཚོགས་ལམ་རྒྱུད་ལ་མ་སྐྱེས་པའི་སོ་སོ་སྐྱེ་བོ་ཐ་མར་བས་ནས་སྐབས་སུ་དགེ་སྡུག་བླང་དོར་ལ་དེ་ཙམ་གྱིས་དོར་སྣང་བྱེད་གི་མ་རེད། དགེ་བ་ཟེར་བ་ཡིན་ན་ཡང་དོར་སྣང་དེ་ཙམ་བྱེད་གི་མ་རེད་ལ་སྡིག་པ་ལ་ཡང་དོར་སྣང་དེ་ཙམ་བྱེད་གི་མ་རེད། དཔེར་ན། སྲོག་ཆགས་གསོན་པོ་ཟ་བ་དང་འབྲུ་རིགས་ཟ་བ་གཉིས་གཅིག་པ་གཅིག་ཅན་གྱི་ཚོར་བ་མ་གཏོགས་མེད་པའི་མི་མང་པོ་ཡོད་པ་རེད་དེ་རྒྱུད་དུ་མར་སྨིན་པ་རེད། རྒྱུད་དུ་སྨིན་པ་ཡིན་ན་སྲོག་ཆགས་གཞན་པ་ལ་སྙིང་རྗེ་བའི་དབང་གིས་ཡང་སྡིག་པ་ལ་འཛེམ་པ་དང་ད་ནི་རང་ཉིད་ངན་སོང་གི་སྡུག་བསྔལ་ལ་སྐྲག་ནས་ཀྱང་སྡིག་པ་ལ་འཛེམ་པ་གི་བྱ་བ་དེ་དག་ཡོང་བ་ཡིན་ཙང། ལམ་རྒྱུད་ལ་སྐྱེས་པ་ནི་རྒྱུད་དུ་སྨིན་པ། དགེ་བ་ལ་སྐྱོད་ཐུབ་ཏུ་འཇུག་པ་དེ་འདྲ་གཅིག་ལ་རྒྱུད་དུ་སྨིན་པ་ཟེར་གྱི་ཡོད་པ་རེད། ད་ནི་དང་པོ་བྱང་ཆུབ་མཆོག་དང་སེམས་བསྐྱེད་པ་ནས་བཟུང་སྦྱོར་ལམ་དྲོད་ཀྱི་ཡེ་ཤེས་མ་སྐྱེས་པ་འདིའི་སྐབས་སུ་ཐག་ཆེན་ཡང་གཞིར་བཞག་ནས་གསུང་གི་འདུག་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་པ་ནི་ཐག་ཆེན་གྱི་ཚོགས་ལམ་ཐོབ་པ་རེད། ད་ནི་སྦྱོར་ལམ་དྲོད་ཐོབ་པ་ནི་ཚོགས་ལམ་ནས་སྦྱོར་ལམ་ལ་འཕོ་བ་རེད། མདོར་ན་གར་ཟེར་གི་ཡོད་པ་རེད་ལབ་ན་ཚོགས་ལམ་ཐོབ་པ་ནི་སྦྱོར་ལམ་མ་ཐོབ་པའི་པར་དེ་ལ་ཚོགས་ལམ་ཟེར་གི་རེད། ཚོགས་ལམ་ཐོབ་པ་ནི་སྦྱོར་ལམ་མ་ཐོབ་པའི་པར་གྱི་རྒྱལ་བའི་གསུང་རབ་ལ། ཨ་ནི་ཐུགས་གསུམ་སྒོམ་གསུམ་བྱེད་པའི་ཤེས་པ་ཚང་མ་ཚོགས་ལམ་རེད། དེ་ལ་རྩོལ་བའི་ལུས་ངག་གི་དགེ་སྦྱོར་ཀྱང་ཚོགས་ལམ་རེད། སྤྱིར་བཏང་ལམ་ཡིན་ན་བྱིས་པ། ཆེན་པ་ཡིན་དགོས་པ། ཨོ་དེ་འདྲ་གསུང་གི་ཡོད་པ་རེད་དེ་སྐབས་འདི་ལ་ལུས་ངག་གི་རྩོལ་བ་དེ་ཡང་ལམ་ལ་བཞག་འདུག་ཨ་ནི་དེ་ཡང་དགེ་བ་ཡིན་པ་ཡིན་ཙང་ཨ་ནི་དེ་འདྲ་ལ་དགོངས་པ་ཡིན་གྱི་རེད་བསམ་གི་འདུག།